ཨ་ནི་དེའི་སྐབས་ལ་ད་ལྟ་དཔེ་དེབ་རྩོམ་མཁན་ཁོང་རྣམ་པ་གསུམ་དེ་བདེ་བདེ་ཞུས་ཡོད། དེ་ཕྱིར་དུས་ད་དང་པོ་ང་ཚོ་དཔེ་དེབ་དབུ་འབྱེད་དེ་ད་བཟོ་རེ་བ་ཅིག་རྒན་ལགས་རྣམ་པ་ཚང་མ་ཕེབས་ད་ཡར་དཔེ་དེབ་དབུ་འབྱེད་བྱས་དེ་ད་འདུག་ཅེས་ཁ་ཤས་ཕྱག་ལ་བཅངས། དེ་ཁྱེད་རང་ཁྱེད་རང་དེ། འདུག་བྱས་བྱས་ད་ང་ཚོ་དེ་རིང་དཔེ་འདུས།

Tibet Journal ཞེས་དེ་ང་ཚོ་ཨིན་ཇི་སྒང་ལ་བོད་ཀྱི་དཔེ་མཛོད་ཁང་ནས་དུས་དེབ་ཅིག་བཏོན་བསྡད་ཀྱི་ཡོད་རེད་ད། འདིའི་ནང་ལ་ད་སྔོན་མ་སྔོན་མ་ནས་ད་དཔེ་མཛོད་ནས་རྒྱུན་མ་ཆད་པར་བཏོན་བསྡད་པ་ཅིག་རེད་འདིའི་ནང་ལ་ད། བོད་པ་དང་ནི་ཕྱི་རྒྱལ་མཁས་པ་དང་དང་རྒྱ་གར་དང་དེ་འདྲས་ཀྱིས་ད་བོད་པའི་གི་ག་ཚོད་རེད་ཆབ་སྲིད་དང་དང་ན་གཞན་གྱི་བོད་པའི་གི་སློབ་གཉེར་ད་འདྲ་མི་འདྲ་སྐོར་ལ་རིག་གཞུང་འདྲ་མི་འདྲ་སྐོར་ལ

དེབ་ཆུང་འདི་ད་དེང་སང་ཉམས་ཞིབ་སྐོར་ལ་འགྲོ་ཡོད་དེ་གལ་ཆེན་པོ་ཡིན་ཙང་ཁོང་གིས་འདི་དཀའ་ལས་བརྒྱབ་ནས་བྲིས་བཞག་པ་འདི་དེང་སང་ལོ་གཞོན་པ་མང་པོ་གིས་དོ་སྣང་བྱས་ནས་བྱེད་དུས་ང་ཚོས་དེབ་ད་པར་སྐྲུན་དང་པོ་འདི་རྫོགས་ནས་གཉིས་པ་པར་སྐྲུན་འདུག་བཟོ་རེད། ད་འདི་ད་ལྟ་བོད་ནང་ལ་ད་རིགས་ལམ་གཙོས་པའི་སྒང་ནས་འགྲོ་སྟངས་འདི་ངོ་མ་ང་ཚོས་ཚར་གཅིག་པར་བརྒྱབ་ཚར་རེད་འདི་ཉེ་ཆར་ཡང་བསྐྱར་དུ་བཟོ་བཅོས་བྱེད་བརྒྱབ་ནས་ཁོ་ཅིག་ད་རིགས་ལམ་གྱི་ད་ཅིག། ཕྱག་བརྡབ་སྟངས་རེད་རྐང་པ་བརྡབ་སྟངས་རེད་དེ་དག་དག་དྲི་བ་དྲི་ལན་གཏང་སྟངས་ཅིག་རིག་ལམ་འགྲོ་སྟངས་ཆགས་སྟངས་ཅིག་ཡོད་དེ་ཆོག་ཨིན་ཇི་སྒང་ལ་ཅིག་ཡོད་རེད་འདི་ཅིག་བྱས་དེ་ནས་ད་ལྟ་དེ་འདྲ་གྲུབ་ཐོབ་བྱ་རྒྱུ་རྩ་ཤེའི་ལོ་རྒྱུས་དེ་ཐེངས་ཁ་ཤས་ཀྱི་པར་བརྒྱབས་ས་རེད་དེ་རིང་བསྐྱར་དུ་པར་ཅིག་བརྒྱབ་པ་བྱས་དེ་ནས་ད་ལྟ་འདིའི་ནང་ནས་འདི། ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཟེར་དུས་དེབ་ཆུང་གཉིས། ད་ད་ལྟ་དཔེ་མཛོད་ཁང་གི་ལས་གཞིའི་ནང་ལོགས་ལ་ཡང་དེབ་དེ་ཆེ་དེ་འདྲས་མ་ཡིན་པ་ཆུང་ཆུང་དེ་འདྲས་ཅིག་བསླབ་བྱ་བཟོ་རུ་བ་དང་ད་དེ་མེད་པའི་ཀྱི་བོད་པའི་ཀྱི་ཅིག་ཞེས་ཚིག་སོགས་བྲི་བ་དང་བྱུང་བ་བྱུང་བ་ཡིན་ན་ད་དེ་འདྲའི་མང་པོ་ཅིག་ཁྱིའི་རྡེའུ་བོ་དེ་འདྲའི་མང་པོ་ཅིག་བཟོ་ཐུབ་ན་བསམས་སོ། ཡང་མང་པོ་ཅིག་དེབ་ཆེན་པོ་ཁྱི་ཡིད་ལ་དགའ་བོ་བྱེད་ཀྱི་མི་འདུག་བ། དེ་བརྗོད་དུས་འདི་ད་ལྟ་སྐྱབས་མགོན་རིན་པོ་ཆེན་གྱི་ཆོས་ལུགས་ཀྱི་མཚམས་ལས་འདས་པའི་སྲིད། Beyond Religion། ཞེས་དེ་དཔེ་མཛོད་ཁང་གི་པར་བརྒྱབ་ནས་དེ་གི་སྙིང་བསྡུས་ཏེ་སྙིང་བསྡུས་ཅིག་ཚུལ་བཏོན་ནས་བཟོ་རོགས་བྱེད་ཟེར་ལབ་ནས་དཔེ་མཛོད་ཁང་ལ་ཤེས་རིག་ལས་ཁུངས་ཀྱི་སྐུལ་མ་བཏང་བྱས་ནས་ཐོག་མ་དེ་ཤེས་རིག་ལས་ཁུངས་ཀྱི་པར་བརྒྱབ་པ་རེད།

མང་ཡུལ་སྐྱིད་གྲོང་གི་དངོས་བྱུང་ལོ་རྒྱུས་ཟེར་དེ་དེབ་གསར་བ་རེད་དེ་ངས་མང་པོ་ཤེས་མེད་གོ་ཅེས་ཏོག་ལགས་ཀྱིས་འདྲི་བཤད་བརྒྱབ་ཡོད་ཆེ། དེ་ནས་ད་ལྟ་འགྱུར་རྩོམ་ཆུ་ཤེལ་ཕྲེང་བ་ཟེར་དེ་ཨེ་ན་ཚེ་རིང་བསམ་འགྲུབ་ལགས་ཀྱིས་འདྲི་བཤད་བསྐྱོན་ཡོད་ཆེ། དེ་ནས་སེམས་ངོགས་ཀྱི་འཁུན་སྒྲ་ཟེར་དེ་ཨེ་ངས་ངག་དབང་ཕུན་ཚོགས་ལགས་ཀྱིས་འདྲི་བཤད་རྒྱག་ཡོད་འདུག་ཟེར་ཡིན་ཨེ་ནས་ང་མང་པོ་ཤེས་ཟེར་མཁན་མེད་ད་གང་ལྟར། དཔེ་མཛོད་ཁང་ནས་དེབ་ད་མང་པོ་ཅིག་བཏོན་བསྡད་ཀྱི་ཡོད་རེད་ཚོགས་པ་གཞན་དག་གིས་བཏོན་བསྡད་ཀྱི་ཡོད་རེད་ད་དུས་ཚོད་ནམ་རྒྱུན་ནས་ངས་གལ་ཆེན་པོ་བསྲེག་གི་ཡོད་ཁོ། ང་ཚོས་ད་ལྟ་མི་རབས་ཀྱིས

སངས་རྒྱས་བཅོམ་ལྡན་འདས་དགོངས་པ་རྫོགས་མཁར་ལམ་མོ། ཨེ་ནི་སངས་རྒྱས་བཅོམ་ལྡན་འདས་ད། ཕེབས་འགྲོ་གི་ཡོད་རེད་དེ་ནི་ང་ཚོའི་དཔེ་དེ་ད། དཔེ་དེ་འཇིག་རྟེན་ནང་ལ་ད་ཉི་མས་ཉི་མ་མེད་པ་འདྲ་བོ་ཅིག་ཆགས་ཀྱི་ཡོད་རེད་ད། ཁག་པོ་ཤིའུ་ཅིག་བྱེད་ཀྱི་འདུག་ཨེ་ནི་སྐུ་ཚབ་ཅིག་བསྐོས་རོགས། ཡར་ཞུ་དུས་སངས་རྒྱས་བཅོམ་ལྡན་འདས་ཀྱིས། སྐུ་ཚབ་མི་གཅིག་མ་བསྐོས་པ་བྱས་ཅེས་ནས་ང་ནི་མྱ་ངན་འདས་འོག་ཏུ་འདི་ནི་ཆོས་ཀྱི་བསྟན་པ་ཡིན་ཟེར་ནས་ད་གངས་ཅན་གྱི་སངས་རྒྱས་ཀྱི་ཆོས་འདུལ་བ་ལ་སོགས་པ་སངས་རྒྱས་ཀྱི་གསུང་བཤགས་པ་འདི། ཨེ་ནི་སྐུ་ཚབ་འདི་ཡིན། གསུངས་འདུག་བ་དུས་དུས། དེ་འདྲའི་འདུག་དུས་ཚོད་ང་ཚོས་བས་ཏེ་ད་ལྟ་ང་ཚོས་ཉམས་མྱོང་ཡིན་ན་རེད་ད་ཉམས་ཞིབ་བྱས་ཤག་བས་ན་དུས་ཚོད་ང་ཚོས་བྱས་ཤག་བ་ཡིན་ན་ཨ་ནི་བས་འཛམ་བུ་གླིང་གི་སྤྱིའི་ནང་ལ་ཁྱབ་ཐུབ་མཁན་རེད་བ། བོད་པའི་གི་སྐུ་ཚབ་ཡིན་གཅིག་མིན་གཅིག་མི་མ་འགྲོ་ན་ཡང་དེབ་གི་སྐུ་ཚབ་བྱེད་ད་དེ་འདྲའི་གི་ལན་མང་པོ་ཞིག་འདུག་བ། འོ་དེ་འདྲ་ཡིན་དུས་ང་ཚོས་དེ་ནས་འབད་བརྩོན་བྱས་ནས་ཅིག་སྟོན་གི་ཡོད་རེད་དག་ནང་བཞིན། རྣམ་པ་གཞན་པ་བཟོས་གི་ཨ་ནི་ཁོ་ཡིན་གཅིག་མིན་གཅིག་དེབ་མཐུག་པོ་ཅིག་གི་ཡིན་དགོས་མ་རེད། དེབ་བཀྲབ་བཀྲབ་བྱུང་བྱུང་ལོ་གཞོན་པ་གི་ཀློག་ཐུབ་ཡས་སྙིང་རྗེ་བོ་དེ་འདྲས་རི་མོ་བྲིས་དེ་ངས་དེ་འདྲས་ད་མི་སེ་བས་ན་ཅིག་བྲིས་ཐུབ་གི་རེད་བ། དེ་འདྲས་བྱེད་དུས་དུས་ཚོད་ང་ཚོ་མང་ཟེར་བྱུང་ན་ཡག་པོ་ཡོང་ས་རེད་བསམ་གི་འདུག་འོ་དེ། ཞུ་ཡས་ཙམ་ཡིན་ཨེ་ནས་ད་འདྲ་དེབ། གཉིས་པ་དེ་ད་སྟོབས་ལགས་ཀྱིས་བྲིས་གནང་བའི་མང་ཡུལ་སྐྱིད་གྲོང་གི་དངོས་བྱུང་གི་ལོ་རྒྱུས་ཟེར་དེ་ཁྱེད་ཀྱིས་ངོ་སྤྲོད་བྱེད་རོགས་བྱེད།
ཨོ་ལོ་སོ་ནི་ལྷན་རྒྱས་ཚང་མ་ལོ། བཀྲ་ཤིས་བདེ་ལེགས་ཞུ་ཡ་དང། ཨ་འདི་རིང་ད་ལྟའི། བོད་ཀྱི་བོད་གཙོས་གང་གི་དཔེ་དེབ་མང་པོ་ཞིག་པར་སྐྲུན། གནང་དང་གནང་བཞིན་པར་ལྟ་དེའི་ཁོངས་ནས་དེ་རིང་མང་ཡུལ་སྐྱིད་རོང་གི། སྔོན་བྱུང་ལོ་རྒྱུས་ལ་ཉེ་སྟེ་དེ་ཟླ་བཞི་ཚེས་ཀྱི་སྐྱིད་རོང་སྐྱིད་སྡུག་ཁོ་ཚུལ་གྱི་ཅིག། འགྲོ་གྲོན་མཐུན་འགྱུར་དེ་འདྲ་བཏང་གནང་ཨ་ནི་ང་ལ་འདུག་སེ་ཅིག་ཕྱི་རོ་བྱེད་དང་སེ། སྔོན་མ་སྔོན་མ་ནས་ཞུས་སོང་ད་ངས་བར་སྐབས་གཅིག་ལ་གཅིག་ཁས་ལེན་ཞུ་ཡ་མ་བྱུང་བ་སོང་ཙང་ཨ་ལ་ལྷག་ཆེ་ཨ་ནི་ནད་འདི་པ་ར་འདི་ལ་གཅིག་ཡང་ཡང་ཡས་གཅིག་རེ་བ་བསྐྱོན་གནང་སོང་ཨ་ནི་འདུག་སེ་དྲིས་རེད་ད་ཡིན་པ་ན་དེབ་དེའི་ནང་ལ་དམིགས་བསལ་གྱི་ཁྱད་ཆོས་ཅིག་ག་རེ་འདུག་ཟེར་ན་གཞི་རྩའི་ང་ཚོའི་ནམ་རྒྱུན་སྐྱིད་རོང་སི་ཏུ་གོ་སུ་གོ་གཅིག་བ་ཡུལ་དང་བོད་ཀྱི་ས་མཚམས་ལ་ཡོད་པ་ཙམ་མ་གཏོགས་པའི་གཞན་ཕལ་གྱི་དམིགས་བསལ་གྱི་དེ་ལ་རིག་གཞུང་གི་འདི་ནས་ཐུན་མོང་མ་ཡིན་པའི་ཁྱད་ཆོས་ག་རེ་འདུག་མི་འདུག་ཟེར་ཏེ་ཞེ་དྲག་ཅིག་ང་ཚོས་ཀྱིས་རྟོགས་ཐུབ་ཀྱི་མི་འདུག་ཨ། བྱས་ཙང་དངོས་གནས་བྱས་ན་ད། སྐྱིད་རོང་གི་གར་ས་ན་ད་འདི་དེབ་འདིའི་ནང་ལ། ལེའུ་དང་མ་སོང་ན་ས་བཅད། ལྔ། ཞིག་བཀོད་ཡོད་རེད། འདིའི་ནང་ལ། དང་པོ་དེ་མང་ཡུལ་སྐྱིད་རོང་ཞེས་པའི་མིང་གི་འབྱུང་ཁུངས་དང་དག་སྡེབ་སྐོར་ལ་ད་དེ་ཚོ་ལ་ང་ཚོས་ཉམས་ཞིབ་བྱས་མང་པོ་ཞོར་གྱི་འདུག་ས་གནས་མི་མང་གི་ངག་རྒྱུན་དང་དངོས་གནས་ཀྱི་ཡིག་ཆའི་ཁུངས་ལ་ཡང་ཁུངས་གཏུགས་པའི་སྐོར་སུ་ད་ནི་མི་འདྲ་བའི་གནས་ཚུལ་དེ་འདྲ་ཡང་མང་པོ་འདུག་ད་ཡིན་པ་ཡིན་ན་གཅིག་རེད་དེ་ནས་སྐྱིད་རོང་གི་ཆབ་སྲིད་ཀྱི་ལོ་རྒྱུས་བཅས་འཕེལ་རིམ་གཅིག་བོད་ཀྱི་ཆབ་སྲིད་ལོ་རྒྱུས་དང་བསྟུན་རྗེས་སྐྱིད་རོང་གི་ས་ཆ་འདི་ལ་འགྱུར་བ་ག་འདྲ་འགྲོ་གི་འདུག་ཟེར་གཅིག་ཡོད་རེད་དེ་ག་ནང་བཞིན་མང་ཡུལ་སྐྱིད་རོང་གི་ས་ཁུལ་འདིའི་ནང་ལ་མཁས་པ་དང་སྐྱེས་ཆེན་དམ་པ་དེ་ག་ན་བཞིན་ཁྱིམ་རྒྱུད་གྲགས་ཅན་དེ་འདྲ་ག་རེ་ག་རེ་བྱུང་འདུག་འདི་ཚོས་ཀྱི་བསྟན་པ་དང་ཆབ་སྲིད་ལ་བྱ་བ་ག་རེ་བཞག་འདུག་ཟེར་འདི་ཚོ་ཅིག་ལེ་ཚན་གཅིག་ཡོད་རེད་དེ་ག་ན་བཞིན་ད་མང་ཡུལ་སྐྱིད་རོང་གི་ཁུལ་དེ་ལ་གནས་དང་དགོན་སྡེ་སྒྲུབ་ལུགས་དེ་འདྲ་མང་པོ་ཞེ་བོ་ཅིག་ཡོད་རེད་འདི་ཚོས་གྲས་ཅིག་མ་ཅིག་བསྐོས་ཡོད་རེད་དེ་ག་ན་བཞིན་གྱི་མང་ཡུལ་སྐྱིད་རོང་འདི་གི་ནི་ཡུལ་སྲོལ་དང་ཐོན་ཁུངས་ག་རེ་འདུག་ཟེར་ལུང་པ་འདི་གི་དམིགས་བསལ་ཐུན་མོང་མིན་པའི་ཁྱད་ཆོས་དང་ཐོན་ཁུངས་ག་རེ་འདུག་ཟེར་འདི་ཚོའི་ཐོག་ལ་ཅིག་ང་ཚོས་བར་ཉམས་ཞིབ་བྱས་ཡོང་དུས་སྐབས་སུ་ཨ་ནི་དམིགས་བསལ་གྱི་ག་རེ་ཟེར་ན་ད་གནས་ཚུལ་མི་འདྲ་བ་དང་ཐུན་མོང་མ་ཡིན་པའི་ཁྱད་ཆོས་མང་པོ་ཞིག་ཡོད་འདུག་ད་ཆབ་སྲིད་ཀྱི་ལོ་རྒྱུས་ཐོག་ལ་བལྟས་པ་ཡིན་ན་ང་ཚོའི་གི་སྐྱིད་རོང་གི་ས་ཁུལ་འདི་བོད་དང་རྒྱ་ག་རེ་ཟེར་ན་འདྲ་བོད་དང་ཕ་ཡུལ་གྱི་ས་མཚམས་ཅིག་ལ་ཡོད་འདུག་གོ་སོ་ཀུ་བདུད་ག་གལ་ཆེན་པོ་ཞེ་བོ་ཅིག་བྱས་ཀྱི་འདུག་གནས་བབ་དེ་འདྲུའི་ཐོག་ནས་ཆ་བཤད་པ་ཡིན་ན་ཨ་ནི་བོད་གཞུང་ད་རིམ་པ་ཡིན་མ་བཙན་པོའི་སྤུར་རྒྱལ་བཙན་པོ་ནས་ཅིག་རིམ་པས་ཀྱི་རྒྱལ་ཐོག་རིམ་པས་ཀྱི་ས་ཁུལ་འདིའི་ཐོག་ལ་སྟངས་འཛིན་གནང་སྟངས་ལོ་རྒྱུས་ག་འདྲས་ཡིན་པ་དེ་གསལ་བོ་ཞེ་བོ་ཅིག་ཤེས་འདུག་དེ་ག་ནང་བཞིན། སྐྱིད་རོང་གི་ཁུག་ལ་གྲགས་ཅན་གྱི་ཁྱིམ་རྒྱུད་དང་ང་ཚོའི་ནམ་རྒྱུན། སྐྱིད་རོང་གི་ཁུག་ལ། ཧ་ལམ། གྲགས་ཅན་གྱི་མི་སྣ། ཡོད་བ་མ་རེད་བསམ་བསམ་བློ་ཅི་དང་ལྷག་པར་དུ་སྐྱིད་རོང་རང་གི་མི་ལ་འདི་འདྲའི་ཞེ་དྲག་ཞེ་དྲག་ཤོད་ཡོད་ཀྱི་མ་རེད་ད། རྫོང་ཁག་དང་སྐྱིད་རོང་བར་ལ་རྗེ་བཙུན་མི་ལ་རེ་བ་འཁྲུངས་རེད་ཟེར་ད་དེ་ང་ཚོས་གི། སྤོ་སྐྱེལ་སྐྱེལ་བྱེད་ཅིང་ངོ་མའི་ལུས་མ་དོར་བའི་ཞེན་པ་ཧ་ལམ་མེད་སྐྱོ་བཟོ་འདྲ་ཅིག་རེད་དོ། ཡིན་ནའང་གི་ང་ཚོས་རིག་པ་བཙལ་བ་ཡིན་པ་ཡིན་ན་ས་ཁུལ་དེ་ནས་གྲགས་ཅན་གྱི་སྐྱེས་ཆེན་མང་པོ་ཞེ་བོ་ཅིག་བྱུང་ཤག

པུར་རྒྱལ་བཙན་པོའི་སྐོས་སུ་བོད་ལ་ཆབ་སྲིད་དར་ཡོང་བ་དེ་ག་ནང་བཞིན་གྱི་བོད་སིལ་བུའི་སྐོས་སུ་བོད་ལ་ཆོས་དར་དེ་འདྲས་ཆེ་དུས་སྐོས་སུ་སྐྱིད་རོང་དེ་རྒྱ་གར་དང་བོད་གཉིས་ཀྱི་འགྲུལ་བཞུད་གལ་ཆེ་ཤོས་ཅིག་ཆགས་བསྡད་ཀྱི་འདུག་ད་བོད་ཀྱི་རྒྱ་གར་ལ་ཕན་ཉེན་གྱི་ལོ་ཟ་བ་ཡིན་ན་རེད་རྒྱ་གར་གྱི་དཔེ་འདི་ལྟ་ཡིན་ན་རེད་དེ་ཚོ་བོད་ལ་ཕར་ཆིབས་རྒྱུ་གནང་དུས་སྐོས་སུ་རྒྱལ་ཆ་དང་མ་སོ་ན་རྒྱལ་ཆུ་སྐྱིད་རོང་རྒྱུད་ཀྱི་ཕག་ཚུ་བས་གནང་གི་འདུག་ཨ་བྱས་ཙང་འདི་འདྲ་གནང་ཡི་འདུག་གོ་སུ་ཨ་ནི་ས་ཁུལ་འདི་ཚོ་ལ་ནི་གནས་བྱིན་ཅན་ཞེ་བོ་ཅིག་འདུག་བྱས་ཙང་འདི་ཚོའི་གྲས་ཡོངས་སུ་གྲགས་པ་དང་མ་འདྲ་བ་མང་པོ་ཡོད་པ་འདི་ཚོ་ཚང་མ་པ་ཅི་དབྱེ་ཞིབ་བྱས་ཨ་ནི་དེ་བར་ཞིབ་འཇུག་ལུས་ཆེ་བ་ན་གནས་ཚུལ་མང་པོ་ཞིག་རྙེད་འདུག་དེ་ག་ནང་བཞིན་གྱི་སྐྱིད་རོང་གི་ས་ཁུལ་འདི་ཚོ་ལ་རྦད་དེ་ཆོས་བརྒྱུད་རིས་མེད་ལྷག་པར་དུ་འབྲུག་པ་བཀའ་བརྒྱུད་དང་ཀརྨ་བཀའ་བརྒྱུད་བོད་ཀྱི་མི་གཅིག་དངོས་གནས་ཀྱི་ཆོས་སྣང་མ་ཅིག་ཇི་སྙེད་འགྲོ་ན་ད་སྐྱིད་རོང་ཟེར་དགུ་དེ་ལ་ཐུག་སི་ཡ་ཕེ་གནང་ཡ་དེ་རེད་ག་རེ་ཟེར་ན་འབྲུག་པ་གྱོན་ག་ཚེ་དང་འབྲུག་པ་མཉམ་པ་ཟེར་དུ་སི་ཨ་ནི་དངོས་མེད་ཀྱི་སྐྱེས་ཆེན་དམ་པ་མང་པོ་ཞིག་སེ་གུ་འདི་ཚོ་ལ་འབྲུག་པ་སྐྱོན་ཅིག་ཞུ་བ་ཡིན་པ་སོང་དེ་གི་ཤུགས་རྐྱེན་དང་མ་སོང་ནས་དེ་ཚོ་ཤུགས་དེ་ཚོ་རྩ་ག་ཕེ་གི་ལམ་སོགས་མང་པོ་ཞེ་བྱས་ཞེ་ཞེ་བོ་ཅིག་ད་ག་རེ་ཟེར་ན་དེ་འདུག་དེ་ག་ནང་བཞིན་ཐོན་ཁུངས་ལས་བྱས་ན་བོད་ཀྱི་གཞན་པ་དང་མི་འདྲ་བ་འདུག་ག་རེ་ཟེར་ན་ས་བབ་དམའ་བོ་ཞེ་བོ་ཡིན་པ་སོང་ཙང། དེ་ལ་ཞིབ་ཀྱི་ཐོན་ཁུངས་མི་འདྲ་བ་མང་པོ་ཞིག་འོག་ཏུ་ཞིང་ཆའི་ཐོན་ཁུངས་ནས་གཙོས་བྱས་པའི་ཆེ་ཚ་འདི་ཚོའི་གྲས་ངས་ད་དེར་མ་གཅིག། ཕྱོགས་བསྒྲིགས་ཙམ་མ་ཡིན་པ། ངག་རྒྱུན་ལ་ཁོ་རང་ཚོ་གི་བཤད་རྒྱུན་ལོ་རྒྱུས་ག་རེ་འདུག་ལོ་རྒྱུས་བོད་ཀྱི་ལོ་རྒྱུས་ཡིག་ཆའི་ནང་ལ་ག་རེ་འདུག་ཨ་ནི་དེ་ཕ་གཅིག་བསྟུར་བ་ཡིན་པ་ན་གནས་སྟངས་ག་འདྲ་ཅིག་དང་སྤྱི་ཚོགས་ཀྱི་གནས་བབ་ག་འདྲ་ཞིག་ནས་ཡོང་གི་འདུག་ཟེར་ཏེ་གཅིག་མ་ཞིབ་འཇུག་གི་ཐོག་ནས་ཅིག་མ་དྲིས་བཞག་རྒྱུ་ཅིག་རེད། བྱས་ཙང་ད་འདིའི་ནང་ལ་ང་དམིགས་བསལ་གྱིས་ཀར་སེ་ག་རེ་ཡོད་ར་ཟེར་ན་བོད་ནང་ལ་ཕྱི་མ་འདུལ་བའི་གཞི་རྩའི་བོད་ནང་ལ་གུང་ཐང་བསྟན་འཛིན་ནོར་བུ་ཞུ་ཉེ་བཅས་ཀྱི་གུང་ཐང་གི་རིག་གནས་ལོ་རྒྱུས་ཟེར་ཅིག་བྲིས་གནང་བ་རེད། ཡིན་ནའང་ལ་བོད་ནང་ལ་ཕྱི་མ་འདུལ་བའི་འདིའི་ནང་ལ་རྒྱུ་ཆ་དམིགས་བསལ་ཅིག་ང་ཚོས་དེབ་ཅིག་འབྲི་དགོས་བྱུང་ན་ལྷག་པར་དུ་ཉམས་ཞིབ་ཀྱི་དེབ་ཞིབ་འཇུག་གི་དེབ་ཅིག་འབྲི་དགོས་ན་རྒྱུ་ཆ་དེ་གལ་ཆེ་ཤོས་རེད་བ། འདིའི་ནང་ལ་རྒྱུ་ཆ་དམིགས་བསལ་མི་འདྲ་བ་ཞིག་ཡིན་ན་སྐྱིད་རོང་རང་གི་རྫོང་གི་ཀར་སེ་ན་ཡིག་ཆ་མང་པོ་ཅིག་རག་རེད་སྐྱིད་རོང་གི་ལྔ་བཅུ་ང་དགུའི་གོང་གི་དགོན་པ་འདི་ཚོས་ཀྱི་དཔྱད་ཡིག་མང་པོ་ཞེ་བོ་ཅིག་རག་སོང། ད་དེ་ག་འདྲ་སི་ལས་འདུག་ཟེར་ན་ལྔ་བཅུ་ང་དགུའི་སྐབས་སུ་སྐྱིད་རོང་ད་རྫོང་གི་ལས་དྲུང་སོང་སྡིངས་དཔོན་ཞུ་དགོས་དང་ཁོ་རང་སྡིངས་དཔོན་ནུ་བོ་ཚེ་རིང་ཞུ་ཉེ་ཅིག་དེས་ཀྱི་སྐྱིད་རོང་རྫོང་གི་ཡིག་ཆ་ཚང་མ་ལོག་ཁར་ཟེར་ན་ད་བག་ཡུ་བོ་དུ་དབོར་འདྲེ་བྱེད་ཐུབ་འདུག་བག་ཡུ་བོ་དུ་དབོར་འདྲེ་བྱེད་ཐུབ་ཅེས་ཨ་ནི་ད་དེ་ནི་ད་དེ་ནི་ཡ་ཅིག་ག་ལ་འོ་ར་སོ་སོ་སོ་སོ། འཚོ་བ་སྐྱེལ་དགོས་འདུག་གོ་སུ་དེ་ཕ་ཆེན་ཕོ་བྲང་ལ་ཡ་ཕུ་ནང་བཞག་གི་འདེབས་རྒྱབ་ཀྱི་སྐབས་དེ་དུས་གུ་གེ་ཡིག་ཚང་དེ་གུ་གེ་ཡིག་ཚང་གིས་ང་ཚོས་ཀྱི་བོད་ཀྱི་དཔེ་མཛོད་ཁང་དང་ཨ་ནི་ལྡི་ལི་བོད་ཁང་ལ་དེ་ཚོ་ལས་མར་ཅིག་ཉར་ཚགས་གནང་ཡ་ཆེད་དུ་མར་ཕུལ་ཡོད་འདུག་གོ་སུ་དེའི་གི་ལོ་རྒྱུས་ཡིག་ཆ་མང་པོ་ཅིག་དེ་ན་ང་རང་ཚོ་བོད་ཀྱི་དཔེ་མཛོད་ཁང་ལ་ཉར་ཚགས་གནང་ཆེད་ཞུས་ཡ་བས་ཐོ་བ་ལ་ཕྱེ་ན་ཡས་རྩེ་རྒྱལ་བོ་འགྲོ་མགོན་ཆོས་རྒྱལ་བབས་པ་དུས་ཚོད་ཀྱི་བཀའ་ཡིག་གནང་རྒྱུ་དགོན་པ་ཁག་ལ་བཀའ་ཤག་གནང་རྒྱུ་དེ་ཚོ་ང་ཚོས་ཉར་ཚགས་བྱེད་ཐུབ་འདུག་ཡིན་ན་ལ་མི་སུ་གུ་ཅིག་དེ་ཚོ་བོད་ཆོས་བཏང་བ་དང་ད་གི་གཙོ་ཆེ་ཤོས་དེ་འབྲེལ་ཡོད་དུ་བསྐྱིལ་རོང་བར་བ་བོད་བརྒྱུད་ཏང་གི་ཉམས་ཞིབ་བྱས་པ་དང་དེ་སྐམ་པོ་ཞེ་བོ་འདུག་ད། དབྱིན་ཇིའི་གི་མི་དེ་ཚོས་གི། ང་ཚོའི་གི་བོད་ཤོག་དེ་འདྲ་ཁ་ཤས་ཁ་ཤས་ཁྱེར་ཅིག་ལེ་ཚན་བྱེ་བྲག་པའི་ཐོག་ལ། ཞིབ་འཇུག་གནང་ཅིག་དེ་འདྲ་ང་རང་ཚོ་བོད་གི་དུས་དེབ་དེ་འདྲ་དཔེ་ཚོགས་ཁང་གི Journal དུས་དེབ་དེ་འདྲ་རང་ཅིག་ཏུ་འོ་དེ་ཚོའི་ནང་ལ་བཏོན་གནང་རྒྱུ་དེ་འདྲ་ཐོ་རེ་ཐོ་རེ་མ་ཚོ་ཞན་པ་མི་འདུག་བྱས་ཙང་ད་མདོར་བསྡུས་ནས་བཤད་ན། འདི་སྐྱིད་རོང་གི་མི་སྣ་སྦྲེལ་བ་ལ་བཅར་འདྲི་བྱས་དང། ཡིག་ཚགས་གལ་ཆེན་པོ་འདི་ལ་གཞི་བཅོལ། བོད་ཀྱི་གསུང་རབ་བསྟན་བཅོས་ཚང་མ་ལོ་བ་གཅིག་ཁུངས་གཏུགས། ཐུགས་སུ་མ་ཉམས་ཞིབ་བྱས་པའི་ཉམས་ཞིབ་ཀྱི་གྲུབ་དོན་གྱི་རྣམ་པའི་ཚུལ་དུ། ད་ཡང་ཁོ་ཉམས་ཞིབ་རང་བྱས་ན་ཁོ་ཀློག་པ་པོ་ཞིག་གི་དཀའ་ལས་ཁག་པོ་ཆགས་འདུག་གོ་མི་མང་ཀློག་དགོས་འདུག་གོ་ད་ཉམས་ཞིབ་རྩོམ་སྒྲིག་གི་རྣམ་པའི་ཚུལ་ལ་མ་ཅིག་བྲིས་བཞག་རྒྱུ་ཞིག་འདི་འདྲ་ཞིག་ཡིན་སྲིད་དོ་ཆེ་ཞེ། ངོ་ལོག་སོ་ཏོག་ལ་ད་ཁྱེད་དེབ་སྟུག་པོ་ཡག་པོ་ཞིབ་ཅིག་བྲིས་བཞག་ཐུགས་རྗེ་ཆེ་ན། ད་དེའི་རྗེས་ལ། ཚེ་རིང་བསམ་འགྲུབ་ལགས་ཀྱིས་དེ་ཁྱེད་ཀྱི་དེབ་དེ་ངོ་སྤྲོད་བྱས། ངོ་ལ་སོང། ངོ་ཡ། ད་དགོད་ཚང་སྐབས་ཚར་སོང་བ་ད་ཨ་མདོ་ག་ཡིན་ད། ཨ་མདོ་དེ་ལ་གསར་འཛུགས་གནང་གི་ཡོང་ལ། མཚམས་འདྲི་བཀྲ་ཤིས་བདེ་ལགས་སུ། འདི་ཡི་སྔར་འགོད་དཔེ་དེབ་འདི་ཡིན། ད་ང་རང་བཙན་ཤེད་ལ་ཡོང་འདུག་བར་ཕྲན་ཞིག་གི་དེབ་གསུམ་པ་དེ་ཡིན། དེབ་གསུམ་པ་དེ་ཆགས་ཡོད་འདུག་དེབ་གི་བརྗོད་བྱ་ཡི་ཆ་ནས་ད་གཙོ་བོ་དེ་སློབ་གསོའི་བཀོད་སྒྲིག། སྤྱི་ཚོགས་སློབ་གསོ་ན་རེད་དེ་ནས་ད་ཤེས་ཡོན་སློབ་གསོ་ན་རེད་གཙོ་བོ་སློབ་གསོའི་བཀོད་སྒྲིག་དེ་ནི། འདིའི་ནང་གི་རྩོམ་ཚང་མ་རྩོམ་ལུས་ནི་ད་སྙན་ངག་རེད་ལུགས་རྩོམ་རེད་དེ་ནི་དུས་ཐུག་གི་འགོ་བརྗོད་རེད་དེ་མ་ཡིན་པའི་ཡང་མཁས་པ་གི་ལག་བཤད་དང་དེ་ནི་ལོ་རྒྱུས་དེ་འདྲ་ཡང་ཡོད་ད་གཙོ་བོ་དེ་རྩོམ་ལུས་མང་པོ་འདྲ་མ་འདྲ་མང་པོ་ཞིག་ཕྱོགས་བསྡུས་ཀྱིས་དེ་གི་དེབ་གཟིགས་སུ་པར་སྐྲུན་བྱས་པ་དེ་འདྲ་ཞིག་ཡིན་དེ་ནི་ད་རྩོམ་འདི་གནང་ནས་ཚིག་རྩོམ་གཉིས་མ་གཏོགས་རྩོམ་ཚང་མ་སྔོན་ཆད་ང་རང་བོད་ནང་ཡོད་དུས་སྒྱུར་ཚར་རེད། དེ་ནས་བོད་ནང་གི་ཞིང་འབྲོག་གི་དུས་སྟོན་ཁག་ཅིག་གི་ནང་སྤེལ་ཟིན་པ་གི་དེ་འདྲ་གི་ད་རྩོམ་ད་སྔ་གཏོང་ཟིན་པ་དེ་འདྲ་ཕྱོགས་བསྡུས་བྱས་པ་ཕྱོགས་བསྒྲིགས་བྱས་པ་གི་དེབ་ཞིག་ཡིན། དེ་ནས་སྒྱུར་སྟངས་ཀྱི་ཆ་ནས། སྐབས་འདིའི་ནང་ནས་རྩོམ་མང་ཕལ་ཆེ་བ་སྐབས་དེའི་རྩོམ་སྒྲིག་ཁང་གི་བཀོད་སྒྲིག་བྱས། ད་རྩོམ་སྒྲིག་ཁང་གི་སྐུལ་མ་གནང་བཞིན་བསྒྱུར་རྒྱུ་རེད་དེའི་རྐྱེན་གྱིས་སྐབས་དེའི་རྩོམ་སྒྲིག་ཁང་གི་ཡང་སྒྱུར་སྟངས་ཀྱི་ཆ་ནས་ད་ཅིག་ཁོ་ཚོའི་ཡང་བླང་བྱ་མ་བཟོས་ན་ཚད་གཞི་ངེས་ཅན་ཞིག་གཞིར་འཛིན་དགོས་ཚེ་དེ་འདྲ། བསླབས་སོང། དེ་རྐྱེན་གྱིས་རྒྱུ་རིགས་དུས་སུ་རྩོམ་སྒྲིག་ཁང་གི་བླང་བྱ་འདོན་རྒྱུ་གི་ཚད་གཞི་ངེས་ཅན་དེར་བསྒྱུར་སོང་ན། གཅིག་ཚིག་སྤྱིར་སྤེལ་བཏང་ཡོད་ན་རེད་དེ་ནི་དར་ཉིལ་བའི་སྤྱི་སྟངས་དང་འདུ་མ་བུའི་ཕྱོགས་འདུས། ངེས་པར་དུ་ཁོ་རང་ཚོ་གི་བླང་བྱ་འདོན་རྒྱུ་དེ་གཞིར་མ་བཟུང་ན་འགྲིག་གི་མི་འདུག་དེ་འདྲ་ཞིག་བསྒྱུར་སོང་ན། མཚམས་མཚམས་ལ་ང་རང་བསྒྱུར་མཁན་ཡིན་ན་རེད་བསྒྱུར་ཚར་བའི་རྗེས་ནས་བལྟས་ན། ཡང་ཅིག་ཚིག་སྦྱོར་ཡིན་ན་རེད་དེ་གི་ཐ་སྙད་ལེན་ན་རེད་ག་ཤེད་ཟིག་ཡང་ཅིག་དངོས་ནས་བོད་རང་གི་སྐད་ཆ་གི་ཉམས་འགྱུར་ཡང་གནང་ཐུབ་མེད་པ། ཡང་ཅིག་བརྡ་ཕྲུག་གི་འགྲོ་ལུགས་ཡིན་ན་རེད་ཡང་ཅིག་ཏག་ཏག་ཏག་ཏག་མི་བསྡུ་བ་དེ་འདྲ་ཡོང་དང་ཡོང་དགོས་ཡིན་ནའང་ད་རྩོམ་སྒྲིག་ཁང་གི་དགེ་དབང་ར་གླང་ཤག་དང་དེ་ནས་བསྒྱུར་དགོས་ན་ད་དེ་བསྒྱུར་མཁན་ང་རང་གིས་ཚོ་ནའང་ཡོད་ཐུབ་མེད་པ་ཞིག་རེད། དེ་གཅིག་ཡིན་དེ་ནས་རྒྱུ་ནང་གི་རྩོམ་ཡིག་ཚང་མ་བོད་ནང་གི་གཞུང་འབྲེལ་གྱི་རྩོམ་རིག་དེ་དང་མི་རིགས་རྩོམ་རིག་དང་དེ་ནས་མཚོ་སྔོན་སློབ་གསོ། དེ་ནས་མཚོ་སྔོན་བྱང་ཆིངས་མི་དམངས་སྲིད་གཞུང་གི་ཏང་གི་འཚོ་བ་རེད། ཏང་གི་འཚོ་བ་ཟེར་ནི་ཏང་ཟེར་འདི་གུང་ཁྲན་ཏང་གི་ཏང་རེད། ངས་འདི་དམིགས་བསལ་གྱི་ཚིག་ལབ་དགོས་ཟེར་ན། སྲིད་གཞུང་གི་ད་ལྟ་གཙོ་སྒྲུབ་ཡིག་སྐུ་ནང་གི་ཏང་གི་འཚོ་བ་འདི་ནང་སྤེལ་ཟིན་པ་གྱི་རྩོམ་ཡིག་འདི་ཚང་མ་སྤྱིར་བཏང་ད་འདི་ནང་མ་བཞག་ན་འགྲིག་ན་འགྲིག་གི། སྙིང་ནང་ནས་མི་མང་ཆེ་ཤོས་ཟིག་བླངས་ཚར་འདི་ན་བཞག་འདི་ག་རེ་ཟེར་ན། རྒྱ་ནག་གི་ཏར་འདར་འདིའི་མཚོ་སྔོན་བྱང་ཆིངས་ཀྱི་ཏང་གི་ཚོགས་ཀྱི་སྟེང་དུ་ན་སྐུ་ལོ་རྒྱུ་རྩོམ་མང་ཆེ་བ་ད་རྒྱ་ནག་གི་ཏང་དང་ཆབ་སྲིད་ཀྱི་སྐོར་གྱི་དྲིལ་བསྒྲགས་ཀྱི་ཡིག་ཆ་འདི་འདྲ་རྐྱང་རྐྱང་རེད། ད་དེ་ཚང་མ་བཙན་ཤུགས་གནང་ནས་ཅང་ཏེ་ན་རེ་དགེ་ཡག་གི་ཅང་མེད་གི་ངས་མང་ཆེ་བ་གནང་ནས་བླངས་བཞག་ད་ཅང་མྱང། ཆབ་སྲིད་ཀྱི་སྐོར་གྱི་དྲིལ་བསྒྲགས་ཀྱི་སྐོར་གྱི་དེ་འདྲ་ཡིག་ཆ་མ་ཡིན་པ་ཡང་གཅིག་ཤེས་ཡོན་སློབ་གསོ་དང་འབྲེལ་ཡོད་རྒྱུ་འདི་འདྲ་ཁ་ཅིག་གི་ན་བཞག་ཡོད། དང་པོ་འཇོག་དུས་སྐར་ཉིན་ངེད་དེའི་རྒན་ནཱ་ག་སངས་རྒྱས་རྒན་ལ་བཀའ་འདྲི་བྱས། ད་འདིར་བཞག་དང་མ་བཞག་ནག་གཟིགས་དང་བཀའ་འདྲི་ཡང་བྱས། ད་དེའི་མིག་ཟུང་གི་བཞག་སྟངས་ན་རེ་སྐལ་མི་འདུག། སློབ་གསོ་སྐོར་རེད་ཟེར། ད་འདི་ངེད་འདི་ནས་མིག་ཟུང་གི་གཅིག་ལམ་དུ་བྱང་སོང་ག་རེ་ཟེར་ན། ད་ང་ཚོས་བཙན་ཤེད་ལ་དོན་དག་ལ་སྐྱབས་བཅོལ་བ་ཟེར་ན་རེ་སོ་སོའི་ད་མི་རིགས་ཀྱི་འཐབ་རྩོད་པ་རེད་ང་ཚོ་སོ་སོ་གི་མི་རིགས་ཀྱི་བདག་དབང་རྩོད་དགོས་པ་རེད། སོ་སོ་གི་རིག་གཞུང་གི་བདག་དབང་རྩོད་དགོས་པ་རེད་རྒྱ་ནག་གི་ཁ་བཏགས་ལས་དེ་ཅན་གྱི།

སྟན་དེ་ནང་ན་མཚོ་སྔོན་པོའི་ལོ་རྒྱུས་ལྡེ་བ་ཟེར་བ་འདི། ཉིས་སྟོང་བཅོ་བརྒྱད་ཀྱི་ལོ་མཚོ་རང་གི་སློབ་གྲྭ་ཆེན་མོ་གི་དགེ་རྒན་ཆེན་མོ་རྒྱལ་གྲྭ་པོ་གི་སྐབས་དེ་མཚོ་སྔོན་པོ་གི་ལོ་རྒྱུས་གཟིགས་སྒྲིག་དགོས་པའི་རྒྱ་ནག་ནས་ལས་གཞི་ཆེན་པོ་ཞིག་བླངས་རེད། སྐབས་དེ་ད་ལོ་རྒྱུས་འདི་བསྒྲིགས་དུས་ཡང་དཔྱད་གཞི་རྒྱུ་ཆ་བལྟ་ས་དགོས་པའི་གཟིགས་ད་ཆེད་དུ་རྐང་བཙུགས་ནས་ང་འདི་བསྒྱུར་གི་འཇུག་རྒྱུ་རེད་དེ་ནི། འདིའི་ནང་ན་ཡང་གཅིག་རྒྱ་ཡིག་གི

དེ་འདྲ་བ་ཡིན་ན་ང་ཚོ་བོད་རང་གི་སྐབས་དེ་གི་བོད་ཆེན་པོ་སྐབས་ཀྱི་ཟི་ཧོང་གི་ལོ་རྒྱུས་བྱུང་རབས་མི་སྣ་རེད་ལོ་རྒྱུས་ཀྱི་འཕེལ་རིམ་མི་སྣ་རེད། ལོ་རྒྱུས་ཀྱི་ལྟ་གྲུབ་འཛིན་སྟངས་དང་བ་ར་ལ་ཡང་ཅིག་མ་མཐུན་ས་དེ་འདྲ་མང་པོ་ཡོང་གི། ད་ཡིན་ནའང་འདི་ནས་ད་ལྟ་གཙོ་བོ་མ་རྩོམ་རྒྱ་ཡིག་འཛིན་གི་སྒྲིག་མཁན་ཡང་རྒྱ་ནག་གི་རྩོམ་པ་པོ་ར་ད་ཁོ་ཚོ་ཁ་ཅིག་གི་སྒྲིག་ཆོག་རེད་དེ་རྐྱེན་གྱི་ངས་འདི་ནས་གསལ་བཤད་བྱེད་འདོད་པ་དེ་ག་རེ་ཡིན་ཟེར་ན། ང་རང་སྒྲིག་མཁན་ཡིན་པའི་ཆ་ནས་འགྱུར་གྱི་སྤུས་ཀ་ཆ་ནས་ཡག་མི་ཡག་ཏུ་ཐད་ཀར་གྱི་སྔ་རེད་རག་ལས་པ་མ་གཏོགས། ལོ་རྒྱུས་ཀྱི་ནང་གི་ཅིག་ལོ་རྒྱུས་ཀྱི་ལྟ་གྲུབ་འཛིན་སྟངས་ན་རེད་དེ། ལངས་ཕྱོགས་ན་རེད་དེ། ཐད་ཀར་གྱི་སྔ་འགྲོས་ཡང་ཡོད་མ་རེད་ཟེར་དུས། དེ་ནི། ཐ་མ་དེ། ངའི་དཔེ་དེབ་འདི་ག་སྦྱིན་བདག་འདྲ། ལྷོ་ཀོ་རི་ཡ་གྱི་དངོས་གྲོགས་པོ་འདི་སྐུ་ཞབས།

དེ་ནི་ཁོ་པའི་བརྗོད་གཞི་འདྲ་མི་འདྲ་སྒང་ལ་ཡིན་དུས་ཁོ་སོ་སོའི་བརྗོད་གཞི་ག་རེ་ལ་ཡིད་དོ་སྣང་དོན་སྙིང་ཡོད་ནའི་དག་རང་ལོག་ཡས་ཡོད་དེ་ངས་བྱིན་དུས། ངས་དེ་ཁ་ཤས་ལོག་ཡས་ཚར་རེད། དེ་བྱིན་དེ་བྱིན་དུས་ཞི་དྲག་ཡག་པོ་འདུག་ད་ཡིན་ན་ཁོ་རང་སྙིང་རྗེ། གཉོམ་ཆུང་བྱེད་རྒྱུ་ནི་གལ་མེད་ཟེར་ལབ་དེ་གོ་རེ་མ་གཏོགས་གི་དཔེ་ཡག་པོ་འདུག་འདྲི་འདུག་བྱེད་དུས་འདུག་ཟེར་ཁྱེད་དེ་འདྲ་ཡིན་དུས་ད་ད་ལྟ་རྩོམ་པ་པོ་གསུམ་གས་གི་ད་ང་དཔེར་ན་དེབ་བྲི་མཁན་སྟབས་མ་རེད་དེ་ད་དེབ་དང་འབྲེལ་བའི་ལས་ཀ་མང་པོ་ཞིབ་བྱས་དེ་གི་ཡོད་རེད་བ། དེབ་བྲིས་ཟེར་གི་འདི་ད།

དེ་འདྲ་ཡིན་དུས་དུས་ཚོད་རིགས་དེ་ང་ཚོ་རྩོམ་པ་པོ་དང་དེ་འདྲས་ད་ང་ཚོ་བོད་པའི་གི་རིག་གཞུང་དོན་དག་ལ་དེ་འདྲས་གི་ཕྱག་རྗེས་བཞག་དེ་གི་དུས་སུ་ང་རང་སྒེར་གི་ངོས་ནས་ནི་ནམ་རྒྱུན་ནི་གུས་ཞབས་ཆེན་པོ་བྱེད་གི་ཡོད། ཅི་ཞིག་དུས་ནི་ང་ཚོ་སྤྱི་ཚོགས་ནང་ལ་ཡང་དུས་ཚོད་རྩ་ཆེན་པོ་རྩི་དགོས་གི་འདུག་ད་དེ་མེད་པའི་ཁོ་ཕྱི་ལོག་གི་ཁང་པ་རྒྱ་བས་བཟོས་རོགས་ཀྱི་ཡིན་ན་ཁོ།

ད་དེ་དེ་དུས་ཚོད་མ་བྱུང་ན་ཡང་ཨ་མ་ཐར་ལ་ཡང་ཅིག་ཚོར་བའི་ཐོག་ནས་ད་དེབ་དེ་བྲིས་བྱས་དུས་ཚོད་དུས་ཚོད་ཡག་པའི་ཞི་བུ་ཅིག་ཁག་པོ་འདུག་བ་ཧོ་དེ་འདྲ་ཡིན་དུས་ད། རྣམ་པ་ཚོ་ལྟ་བུ་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་འདུས་འཛོམས་བྱེད་མཁན་དེ་ཚོ་དཔེ་རྩ་ཆེན་པོ་བརྩི་གི་ཡོད་དེ་བྱས་དུས་མ་འོངས་པ་ལ་ཡང། བརྗོད་གཞི་ང་ཚོ་ལ་མཁོ་བ་དེ་འདྲའི་སྒང་ལ་ཡང། རྣམ་པ་ཚང་མ་མཛེས་དྲིན་ཡོད་རེད་དེ་ཡང་སོ་སོ་གིས་ཆེ་ཆུང་ལ་མ་ལྟོས་པར་དེ་འདྲའི་མུ་མཐུད་ནས་བྲིས་ཐུབ་ན་ཡག་པོ་ཞེ་དྲག་འདུག་ཞུ་ཡི་ཡིན་ཨ་ནི་གཅིག་ང་དེ་རིང་གར་དྲན་ཟེར་ན། ནམ་རྒྱུན་ང་ཚོ་དེ་འདྲའི་མཛད་སྒོ་ཚུགས་འདི་འདྲ་བྱས་དུས་དེ་སྔའི་བོད་ཀྱི་དཔེ་མཛོད་ཁང་གི་ལས་བྱེད་ཚོ་ལ། ཐུགས་རྗེ་ཆེ་ཟེར་ཧ་ལམ་ལབ་ཡོད་ས་མ་རེད་ཁྱོད་ནི། དེ་རིང་ཧོབ་ཙི་གང་ལ་དྲན། དེ་རིང་འདི་ལྟ་དཔེར་ན་ང་ཚོའི་དོན་དུ་རྒྱབ་ཤ་འདི་ཚོ་ཡིན་ན་གང་ལ་གང་འཚམ་གྱི་སྙིང་རྗེ་བོ་བཟོས་ཡོད་རེད་པས། གཅིག་ལྟར་ན་རྟ་རྡེའུ་བཟོ་རུ་བ་གཅིག་སྙིང་རྗེ་ཐག་ཆོད་བཟོས་ཡོད་རེད། དེ་སྔོན་མ་ང་ཚོས་ངང་སྒལ་ཚིགས་ཆགས་ས་སུ་གཅིག་ངས་བསྐུལ་མ་གཅིག་བཏང་མྱོང། བསྐུལ་མ་གཅིག་བཏང་དེ་ནས་ད།

ལས་ཀ་བྱེད་མཁན་དེ་ཚང་མ་རྒྱབ་ལོག་ནས་རེད་བ། བྱེད་དུས། དེ་ད་ག་ནང་བཞིན་གྱི་རྡུལ་ཚོན་པ། ཁྱབ་སྤེལ་བྱེད་ཡུལ་ལ་ད་པར་རྒྱབ་མཁན་རེད་ད་ག་ནང་བཞིན་ཕ་གི། དྲ་ཐོག་ལ་དུག་སུལ་བཏང་མཁན་རེད་ཚུལ་ཐག་ཐག་ཐག་ཐག་ཁྲག་ཁྲག་བྱེད་བསྡད་ནས། ཨེ་རེད་དེ་ལ་བརྟེན་ནས། དཔེ་མང་པོ་ལ་ཕན་ཐོགས་འདུག་སྔོན་མ་ཡིན་ན་ངས། ང་སླེབས་ས་སུ་དེ་བ་དེབ་སྟོན་རེད་དེ་ངས་རྩ་ནས། ཁྱབ་བསྒྲགས་བྱས་ར་བ་དང། གར་སོང་དེབ་དབུས་འབྱེད་བྱས་ནས་ཅིག་བྱས་དེ་ཚོ། བྱས་མ་མྱོང་ཞེ་དྲག། ད་སོ་སོས་བྱེད་དགོས་ཡས་ཀྱི་ལས་ཀ་རེད་འདི་ལྟས་བྱས་པ་དག་ཅིག་བྱས་ཡོད་མདོག་མདོག་ཅིག་ཁྱབ་བསྒྲགས་བྱས་ནས་ཆོ་ག་རེ་ཡོད་བསམ་པ་རེ་ཅིག་དྲན་བསྡད་ཀྱི་ཡོད་འདི་ང་རང་ནོར་བཞག་སྟེ། གང་ཟེར་ན་ཁོ་མི་མང་པོ་ཕན་ཡས་བྱེད་དུ་ཡིན་དུས། སོ་སོའི་ཀུན་སློང་གིས་སོ་སོས་ཁྱབ་བསྒྲགས་བྱས་མེད་ན། སོ་སོའི་ཀུན་སློང་གིས་འདི་བྱེད་སྟངས་ལ་དེ་ནོར་ན་ནོར་རེད་བ། དེ་མེད་ན་ཁོ་མི་ལ་ཕན་ཡས་ཏེ། ཁོ་ད་དེང་སང་དྲ་ཐོག་ལ་ཕན་ཐོག་ཞེ་པོ་ཞིག་འདུག་ག། ཨ་ནི་གོ་དེབ་དེ་འདྲ་ཅིག་བྱུང་ན་བསམ་དེ་ངས་བྱོས་ན་ཕ་ད་འདྲ་ཅི་རུང་གི་ལོ་རྒྱུས་ཟེར་བ་རེད་ད་དེ་འདྲའི་དམིགས་བསལ་གི་པོ་ཅིག་བྱུང་ན་བསམ་དེ་ངས་འདྲ་ག་བ་ཡོད་ན་བསམ་ནས་ཧ་གོ་མར་བ་ད་དྲ་ཐོག་ནས་ཅིག་བཤད་ཤག་དུས་ལམ་སང་སང་ཉིན་གནང་ཉིན་འབྲེལ་བ་བྱས་ཡོང་གི་འདུག་བ་དེ་འདྲ་བྱེད་དུས་ད་དེ་ང་ཚོས་ལས་ཀ་བྱས་བ་དེ་ཁོ་མི་མང་པོ་ཕན་ཐོག་ཆེད་བྱེད་དུས་ཡིན་ཙང་ཁྱབ་བསྒྲགས་བྱས་གལ་ཆེན་པོ་རེད་བསམ་བྱས་ནས་དེ་ལས་ཀ་བྱེད་འགོ་བཙུགས་ནས་དེ་འགྱུར་བ་ཞིའུ་ཆིན་སུ་ཨ་ནི་དོ་སྣང་བྱས་ཡོད་དང་གཞན་དག་ལ་ཡང་རྩོམ་པ་པོ་དེ་འདྲ་ཡིན་ན་དེ་པར་རྒྱབ་ས་དེ་བ་ཡོད་བ་དང་སྐུལ་མ་བཏང་ཡང་མང་པོ་ཕན་ཐོག་སོང་བ་བ་དེ་འདྲས། ཅིང་དུས་ལྟར་ང་ཚོའི་དཔེ་མཛོད་ཀྱི་ལས་བྱེད་ཁ་གསབ་ར་དེ་ཐེབས་གཟུགས་བཟོ་མཁན་རྒྱབ་ཤ་ཇུས་འགོད་བྱེད་མཁན་ནང་དོན་ལྟ་མཁན་དང་མང་པོ་ཞིག་ཡོད་རེད་འོ་དོལ་ཚོགས་དེ་རིང་ཡང་ང་རྟག་པར་ཤེས་ལྟར་ང་ཚོའི་དཔེ་མཛོད་རང་གི་ལས་བྱེད་རེད་ལབ་དགོས་ཀྱི་མ་རེད་དེ། ད་ནམ་རྒྱུན་ནས་སེམས་གཏིང་ནས་ཐུགས་རྗེ་ཆེ་ཟེར་དེ་སེམས་གཏིང་ལ་ཡོད་ད་དེ་རིང་ངས་དྲན་སོང་ཚང་མར་ཐུགས་རྗེ་ཆེ་ཟེར་ལབ་ཡས་འདུག་སྲིད་འོ་ལགས་སོ་ཐུགས་རྗེ་ཆེ་བཀའ་དྲིན་ཆེ་བཀའ་དྲིན་ཆེ།